ཨེ་ཤེ་ཡ་མཉམ་འབྲེལ་བཅས་དང་རྒྱ་གར་དང་རྒྱ་ནག་གཉིས་ཀ་གྲོགས་པོ་བསྒྲིགས་ནས་ནུབ་ཕྱོགས་ཀྱི་སྟོབས་ཤུགས་ལ་ཁ་གཏད་བཅག་སྟེ་ཁོ་རང་དབང་ཆ་ལྟ་གྲུབ་བཙུགས་རོགས། ཁོ་རང་རྟ་གྲུབ་དབང་དུ་འགྲོ་ནས་རྒྱ་ནག་གི་ཁོ་རང་ལ་སྐྲ་བཀར་རོགས་དང། ཡིད་ཆེས་མི་རུང་བ་ལ་རྒྱ་ནག་གི་ལས་ཀ་ག་ཚོད་བྱེད་ལས་པ་ཡིན་ནའང་ནོར་མེད་གཏོང་ཡོད་རེད་དེ་འདྲ་ཡོད་པ་སོང་ཙང་དངུལ་ཡོད་ལ་གཞས་བཅུག་རོགས་མ་གཞས་ལྟ་གྲུབ་སྐྱོང་པ་ལ་གཏན་ནས་གོ་བསྡུར་ལ་ཞེན་ཆགས་དགོས་ཡོད་རེད་དེ། དངུལ་མི་གཏོང་ལ་འགྱེལ་བ་འགྲོ་བ་ནི་དེ་དང་གཏན་ནས་གོ་ང་ཚོ་ཐབས་ཇུས་ལ་འགྱེལ་བ་དང་དེ་དགོས་ལས་ཀའི་ཆེད་མ་བཅུག་ཆགས་ཀྱི་ཡོད་རེད་འོ་དེ་འདྲ་ཅིང། ཧོ། ཡ་ཡ། ཨ་ནི། ཡང་ན་དོ་ས་ན་བསམ་ཚུལ་དོ་བ་ཐོ་ཅི་བྱེད་ཟེར་ཞུ་ཡ་ཡིན། འདས་ལོ་ཆབ་བྱས་ཏེ་ད་ནས། ཨཱ་ནི་ག་རེ་ཟེར་བར་ད། ཀུན་ཏུ་དེ་ནི Politics དང་ནི་འབྲེལ་བ་མེད་རྒྱུ་གས་ནི་ལ་ལི་ད་ཡ་ཡིན་ཟེར་ནི་དེ་ཐོ་བ་ན་བཞི་བཟོ་བ་དེ་མེད་པ་བཟོ་ཡ་ཡིན་ཟེར་དེ་རེད་དོ་ཁྱོད་རང་གིས་དེ་བཟོ་དགོས་ཀྱི་ཡོད་ན་བཙན་བྱོལ་བོད་མིའི་གི་བཅའ་ཁྲིམས་ཁོ་ར་རྒྱུ་རྒྱུ་གཏང་དགོས་ཀྱི་རེད་བཅའ་ཁྲིམས་རྒྱུ་རྒྱུ་གཏང་གི་སེ་ཡོད་རེད་ད་ད་བ་ད་གཏང་ཐུང་གི་མེད་བ་ཨཱ་ནི། རྒྱལ་གཞུ་ག་ཚད་གཏང་ན་དེ་བཟོ་རྒྱུ་ག་ཚད་གཏང་ན་རང་རྒྱལ་དེ་འདྲ་འགྲོ་གི་ལེ་དེ་གི་ཡོད་རེད་ད། བོད་མི་རིགས་ག་རྒྱ་གཞས་ག་ངེས་པ་དུ་ཡ་གོང་འཕེལ་གཏང་ཡ་ཆེད་དུ་གཏང་དགོས་བ་ཡིན་ན་མགོ་ནས་མ་གཏང་བ་ཡིན་ན་རྒྱ་བོད་མི་ཀུན་ང་ཚོ་དེ་འདྲ་བ་དེ་གི་བཅའ་ཅིག་གི་ཡོད་རེད་བ། ཞེས་པ་དེ་གི་ནང་ལུགས་ནི་གི་འདེད་པ་ནང་ཡིན་དུ་ཕལ་དུ་ཁྱོད་མི་འདུག་བ་དེ་འདྲ་ཡིན་པ་སོང་སོང་གྲུ་ཚུགས་ནང་གི་གི་རྒྱལ་གཞས་ལ་ཉམས་གུད་འགྲོ་ཡ་གི་སྐད་ཆ་བྱིན་གི་རྒྱ་ནག་གི་གྲུ་དྲ་བྱིན་གི་འདུག་བ་ད།

ཨ་མ་ཀྱིས། ཡིན་གྱི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ཙི་ལ་ཡིན་གཅིག་མིན་གཉིས་ཡོད་དོ་ཧྲོང་ཆུ་བཞག་དགོས་པ། དེ་ལ་ཧྲོང་ཆུ་བཞག་ཅིག་ལྟོས། ཀུན་དུ་སྤོས་སྐྱུར་ལོག་པར་གཏོང་མཁན། ཀུན་དུ་སྤོས་སྐྱུར་གཏོང་ནས་ང་ཚོ་བོད་པ་འདི་ཚོས་ནོར་འཁོལ་གཏོར་མཁན། འོ་དེ་ཚོ་ལ་ཁ་གཏད་བཅག་མཁན་ཟེར་གི་རོ་དང། དེ་པར་ཡིད་བ་ཡོད་རེད་ཡིད་བ་ཡོད་རེད། དེ་ཡིད་བ་དེ་རང་གིས་འདི་ལྟར་ཅིག་ན་འགོ་ཚུགས་དགོས་ས་མ་རེད། འོ་དེ་གི་གསར་བཤད་བྱེད་པ་ཡིན་ད་ངས་ཁྱེད་རང་ཅིག་ན་ངའི་སྒོ་ནས་དེ་ལྟར་བྱེད་པ་དེ་འགོ་ཚུགས་ས་མ་རེད་འོ་དེ་གི་གསར་བཤད་བྱེད་པ་ཡིན་ཡ་ཡ། གཞན་པ་ཀྱིས་སྐུ་དྲག་གསར་བ་གི་ཞོ་དུག་དེ་ཚོ་ཡིན་པ་ཡིན་ན་སོ་སོ་གི་ལེགས་པ་བེད་སྤྱོད་མ་གཏོང་བར་ནི་གི་མི་ལེགས་པ་མ་སྤྲོད་པར་ནི་གི། ཨོ་ཧྲོང་མ་དེ་ཚོས་བེད་སྤྱོད་བཏང་ནི་གི་ཡོང་གི་འདུག་ཧྲོང་མ་ག་གཅིག་སོང་ཡོད་རེད་གཉིས་སོང་ཡོད་རེད་ཧྲོང་མ་ག་ག་ལ་ཉེར་དགོས་རེད་ནི་གི་ད་འདི་འདྲ་གི་ད་མོ་དེ་ཁྱབ་སྤེལ་གཏོང་མཁན་དང།

ཀུན་འདུས་དེ་སྦུག་གི་སྤྱི་སྒྲིག་གི་མཚོན་བྱེད་ཡིན་ཟེར་ཡ། ལམ་སྟོན་པ་ཡིན་ཟེར་ཡ། སྐད་ཆ་དེ་ཁྱོད་རང་བརྒྱུད་བཅུག་གཏོང་ཡ་ཤོག་མ་རེད་དེ་ག་ཚད་སྤྱི་སྒྲིག་ཚོད་ལྟ་བྱ་གི་ཡོད་ཟེར་དེ། འདི་དངོས་ཡོད་ཀྱི་ཁྱོད་རང་གིས་བརྒྱུད་བཅུག་གཏང་གི་ཡོད་ཟེར་ང་ཚོ་སྤྱི་ལ་བདེན་ཁྱོད་མ་རེད་ཟེར་ཡ། དུས་དེར་སྐབས་དུ་དུ་ལ་བརྟེན་ནས་འགལ་བ་འགྲོ་མཁན་གི་མི་ཡིན་ལ། དེ་ཡིན་ན་སྐབས་དུ་དུ་ལ་བརྟེན་ནས་ད་ལྟ་དུ་ར་ཉི་ཤུ་རྩ་གཅིག་པའི་སྐབས་འདི་ལ་ད་ལྟ་ཡོད་དངོས་ཡོད་ནི་ཟེར་ཁ་གསལ་མ་ཐོ་ཡོད་ཀྱི་གནས་སྟངས་གོ་བ་ལ་ལས་ཡོད་རེད། མོ་མཚུར་ཟེར་ཡ་དེ་ཡིན་པ་གང་ཞིག་ཡོད་ལ། གོང་ས་སྒེར་གྱིས་དེ་ལམ་དུ་ལམ་སྟོན་པ་ཡིན་ཟེར་ནས་འདི་ནས་བཞག་དགོས་ཡ་ཀྱི་གནས་སྟངས་འདི་ག་བ་ལ་ཐུག་ཡོད་རེད།

དེ་འདྲ་འགྲོ་བོ་བྱེད་ནི་ང་ཚོ་སྤྱི་ཚོགས་དང་གུར་ཁུལ་ཐོག་ནས་ཡོང་གི་ཡོད་རེད། དེ་འདྲ་འགྲོ་བོ་རེད་དོ་ཚོགས་ཀྱི་ཤ་པོ་ལ་མོ་ལ་ད་ནི་ཅི། དེ་འདྲ་འགྲོ་བོ་ག་ཅི་གམ་པའི་ལ་དོང་འགྲོ་བོ་ད། ཀུན་ཏུ་ལོག་འགྲོ་བ་ལམ་སྟོན་པ་ཡིན་ཟེར་ཏེ་ད་ལྟ་དུས་རབས་ཉི་ཤུ་རྩ་གཅིག་ནང་ནས་ཡིན་པ་ཡིན་ན་འུ་གུ་སྤྱི་ཚོགས་ལ་མཚོན་པ་ཡིན་ན་ངུ་ཡོ་ནི་ཚིག་ཆགས་ཀྱི་ཡོད་རེད་ངུ་ཡོ་ནི་ཚིག་ལ་ང་ཚོ་འུ་འགྲོ་འདི་ག་ཁས་ལེན་མི་ཤེས་རང་ཤེས་ཆགས་ཀྱི་ཡོད་རེད་དེ་རྒྱུ་མཚན་དེ་རེད། ངེས་པར་དུ་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་ད་རྒྱ་གཞན་ཟེར་ད་ཅི་དང་འོ་མ་དང་རང་བཙན་བཅས་ནང་དུ་ཡོང་ན་འགྲིག་གི་ཡོད་རེད། ཡིན་པ་ཡིན་ན་འོ་མ་ནང་དུ་འདི་ལྟ་དེ་ལྟ་ན་འུ་མི་ལ་མཚོན་ཡོད་ཀྱི་ཡོད།

དེ་འདྲ་རེད་འདྲ་སློབ་སྟངས་ཤིག་བཟང་དོན་འདུག་འོ་དེ་འདྲ་རེད་བྱས་ཆ་དབྱིན་ཇི་ཚོས་ཡིན་པ་ཡིན་ནའང་རྒྱ་བོད་ཚོས་རྒྱ་དམག་ནང་འདྲ་གི་འདུག་བཟོ་བོད་དེ་ནས་རུ་ཕམ་པ་བྱོས་བྱས་རེད་འདུག་འོ་དེ་ག་མོ་གཙུག་ལམ་གི་གི་རྩ་བ་ནས་ཡོང་ས་མེད་པ་དེ་འདྲ་བཟང་བ་ཉིད་རེད་འདུག།
ཨ་མ་ད་ཟེར་ནོ་ག་རུ་གཤེགས་འདུག་ཟེར་བ་ཡིན་ན། ད་ཏཱ་ལི་བླ་མི་གིས་ད་ཁོ་རང་མེད་ཟེར་གི་ན་འདྲ་ད་ཁོ་རང་བཙན་ཟེར་གི་ན་འདྲ་ད་དེ་བེད་སྤྱད་ལོག་པ་དོག་འདུག་ཟེར་གི་འདུག་ད་དེ་བེད་སྤྱད་མ་གཏོང་རོགས་གཏོང་འདྲ་ཆགས་ཀྱི་རེད། ག་རེ་བྱས་ནས་རེད།

ཤེས་ཡོན་ངོས་ནས་བཤད་པ་ཡིན་ན། མ་འདྲིས་པ་དེ་སུ་ཆགས་ཡོད་དམ་ཏཱ་ལའི་བླ་མ་མ་འདྲིས་པ་ཆགས་ཡོད་རེད། ཏཱ་ལའི་བླ་མས་གར་བྱས་ཆགས་པ་ཡིན་ན་དེ་ལ་ཅི་གང། ཅི་ས་རྗེས་འདྲ་འདུག་དེ་ལ་ཡ་ཅི་ཤ་ཆོད་འདྲ་ཅི་གང་སྨྲེང་བ་བྱེད། དེའི་འོག་ལ་སོ་སི་གི་ཆེས་དད་པ་གཞོག་མི་དགོས་ས་སོ་སི་གི་བརྩི་མི་དགོས་ས་རེད་བ། སོ་སི་གི་དེ་ལ་ཡ་འཛེམ་མ་དགོས་ས་མི་དེ་ལ་ཡ། ཨ་ནི་ཁྱེད་བརྩི་ག་ཐུབ་གུ་ཐུབ་བྱས་ཆགས་ན་ཅི་གང་ཕན་གི་མ་རེད། དཔེ་འདྲ་གཅིག་སྒྲིག་མཚོའི་ནང་ལ་གླེ་སློང་གྱི་ཤོག་འདི་ག་ལས། ཅི་ཡིན། རུང་ཚད་ཤུགས་ལ་ཚིམ་པོ་གཅིག་གླེའུ་འདི་ག་ལ་ཕ་ཤུགས་འགོག་པ་རྒྱག་ཉེ་དེ་ཏཱ་ལའི་བླ་མའི་མི་དག་རང་ཁ་ལས་རེད་འདུག་དེ་ཁ་ཡག་གི་ཁོ་རང་གི་ཕ་རྟགས་འདྲ་སྟེ། ཏཱ་ལའི་བླ་མ། མ་སྐད་རང་སྐད་ཆགས་ཐལ། དཔེ་འདྲ་གཅིག་ནི་ཆགས་ཤ་བ་ཡིན། ཨ་ནུ་དྷ་སའི་ནོར་འདྲ་གཅིག་ཡིན། མི་ཕ་རོག་པ་གིས་ཏཱ་ལའི་བླ་མའི་མཚན་འཁེལ་ནས། ཨ་ནི་ཕ་ཤུགས་མགོ་ལྕོག་ཞུ་བ་དང། སོ་སི་གིས་ཏཱ་ལའི་བླ་མའི་གི་མཚན་འཁེལ་ནས། ཨ་ནི་མི་ཕ་རོག་པ་དེར་མགོ་ལྕོག་ཞུ་བ་དེ་གཉིས་གཅིག་པ་རེད། གཅིག་པ་དང། བྱེད་རྩ་དེས་སུ་བཙལ་ནས་ད་ད་ད་ཅོ་ཅོ་བསྟན་འཇིག་ལ་ཡག་པ་ད་རུང་རེད། ཁ་ལ་ཡང་ཅི་རེད་བསམ་གྱི་ཡོད་དགོངས་ནས་གང་བསམ་གང་བྱེད། ངའི་སྐུ་མདུན་བེད་སྤྱོད་བཏང་ནས་མི་གཞན་པ་གི་མགོ་རྡུང་བ་དང་མི་གཞན་པ་གི་སྐུ་མདུན་བེད་སྤྱོད་བཏང་ནས་ངའི་མགོ་རྡུང་བ་དང་ང་ཚོའི་མགོ་རྡུང་བ་དེ་གཅིག་པ་ཅང་རེད་དེ་ཁ་བརྡ་དང་ཕག་འཇགས་ཡིན་པ་ནི་ནག་པོ་གཅིག་པ་རེད་མ་གཞི་སྤྱི་དང་ག་པོ་དང་ནག་པོ་གི་དབྱེ་བ་མི་འདུག་ཟེར་ནས་ཁོ་རང་གི་དེ་འདྲ་གི་སྐད་ཆ་ཞིག་གི་འདུག་པ་ཡིན་པ་ཡིན་ནའང་ཏང་ཨུའི་ཆ་ནས་ཁག་ཐེག་བདེན་པ་ཆགས་ཡོད་མ་རེད་ག་རེ་སྤེལ་ན་ངའི་སྐུ་མདུན་གྱི་དགོངས་པ་ལྟར་དུ།

དཔེར་ན། ཨ་རིའི་སྲིད་འཛིན Donald Trump དང་ཞི་ཅིན་ཕིན་གཉིས་ཀ་ཆབ་སྲིད་ཀྱི་ལྟ་བ་དེང་གི་ཡོད་པ་མ་རེད་ཡིན་པས་ན་འགལ་བ་ཁོ་རང་གཉིས་ཀ་གྲོགས་པོ་ཡིན་ཡོང་ཡོང་དུ་ཁྱབ། འགལ་བ་ཡག་པོ་ཡོད་ཟེར་མཁན་ཁོ་དེས Trump ལ་སྐད་ཆ་བཤད་ཀྱི་འདུག་ཨོ་དེ་འདྲ་རེད་ཤག་ཨོ།
ཨོ། ཨ་ན་ཏང་སེ་སློབ་གྲྭ་ཞིག་གི་ལས། དེ་ནས་ད་ལྟ། ཏཱ་ལི་བླ་མ་གིས་མའོ་ཙོ་ཏོ་ཏོ། ད་ཁོ་རང་ཕར་དུ་བོད་ཀྱི་འབྲེལ་བ་ཡོད་ཟེར་ཏེ། ཁོ་རང་སྒེར་གྱི་འབྲེལ་བ་ཡིན་ན་གལ་མི་འདུག་ཨོ། ཆབ་སྲིད་ཀྱི་འབྲེལ་བ་ཡིན་ན་གལ་མི་འདུག་ཆོས་ལུགས་ཀྱི་འབྲེལ་བ་ཡིན་ན་གལ་མི་འདུག། ཡིན་ན་ཡང་དེ་གི་ག་རེ་མཚོན་དགོས་ཨ་རེད་ག་རེ་བསྟོན་དགོས་ཨ་རེད་ཟེར་ན། མ་བཙུ་གཏོང་སའི་དེ་བོད་མི་རིགས་ཀྱི་སེམས་ཁོང་ནང་ལ་ཡང་ཁ་ཐག་ཉན་པོ་ཅིག་གི་ཁུལ་འཇུག་ཡོད་རེད། ག་རེ་ཟེར་ན། ཏཱ་ལའི་བླ་མ་ཟེར་ཡ་འདི་ད། ད་ག་རེ་ཟེར་རོ་ད་ང་ཚོ་བོད་པ་ཚང་གི། ཀྱི། ལྟ་བའི་མིང་དུ་ཁོ་པི་གཉིས་ཟེར་ནས་ད་ཕི་ཁོ་རང་ཀྱི་མི་བཙི་ནས་ཆུང་བསྡད་ཡོད་རེད། མེ་ཡི་ཀུན། ཤི་སྟངས་ཀྱི་ང་ཚོ་དྲང་པོ་བཤད་དགོས་ཡོད་རེད། མ་བཙུགས་གཏོང་ལུགས་ལ་ལྟ་མཚོན་འདྲ་བྱས་ན་ང་འདྲ་བོ་བྱས་ན་ཕྱིར་གཏོང་བོད་མི་རིགས་ཞེན་པའི་ཆ་ནས་རེད་པ། མ་བཙུགས་གཏོང་བྱས་ཏེ་ང་ཚོ་གི་དགྲ་བོ་ལྟེ་བ་དེ་རེད། ཡིན་ན་ཡང་མ་བཙུགས་གཏོང་མི་ཁོ་རང་ལ་ཅི། རྒྱ་གཞུང་ལ་ཡང་ཞིབ་འཇུག་བྱེད་བྱེད་མོ་དེ་ག་ལ། ཧ་ལས་པ་གི་མི། གཉིས་རྟོག་བྱེད། མི། ཅི་ག་རེ་སོགས་རེད། རྒྱ་འབུར་ཡང་ཧ་ཅང་གི་ཅི་བརྩེ་བ་ཡོང་མཁན། མི་ནུས་པ་ཡོང་མཁན། མི་སེམས་ཐག་ཆེན་པོ། མི་བློ་ཁུག་ཆེན་པོ། མི་ཁུག་རྒྱ་ཆེན་པོ། མི་ཡ་རབས།

བཙན་བྱོལ་ཡིན་ཆོས་བ་དེ་མ་རྩོད་གཏོང་ལ་ཁ་ཐག་ཉན་པོ་བྱེད་ཡག་ཆེད་དུ་བཀའ་ལུང་དེ་ཁ་ནས་བཤད་ཡོད་རེད་མ་འགྲིག་པ་འགྲིག་མི་འདུག་ཟེར་དགོས་པ་རྒྱུ་མཚན་དེ་རེད་ཟེར་གྱི་ཆོག་བཤད་མ་ཉན་གི་མ་རྩོད་གཏོང་ལ་བཤད་པ་དེ་ག་རེ་ཟེར་ན་ཡིན་པ་དེ་ཡིན་པ་མ་ཡིན་པ་དེ་མ་ཡིན་པ་ཐུགས་ནས་ཤེས་ཡོད་རེད། ང་འབྲོག་ཡིན་པས་ན་མའོ་ཀྲུའུ་ཞི་ཟེར་དེ་ག་རེ་གཏོང་གི་ཡོད་ཟེར་བས་ན་དགེ་བའི་སྒོ་ནས་ཀྱི་མའོ་ཀྲུའུ་ཞི་མི་ཡིན་ལ་འབྲེལ་བ་ཡོད་མ་རེད་ཐུགས་མྱོང་ཡོད་མ་རེད་ག་གོ་ཅི་འབྲེལ་བ་ཡོད་མ་རེད་ད་ང་འབྲོག་ཡིན་པས་ན་མའོ་ཀྲུའུ་ཞི་ཟེར་དེ་མི་བཞི་དང་ཁོ་རང་གི་ཆབ་སྲིད་གི་ལངས་ཕྱོགས་གོ་ལངས་ནས་སྐད་ཆ་བཤད་དགོས་པ་ཁོ་རང་གི་མི་བཞི་གི་སྒོ་ནས་ཀྱི་སྐད་ཆ་བཤད་པ་ནི་ཁོ་རང་བོད་དུ་ཡུལ་དུས་དང་གྲངས་པ་སྡིག་སྲིབ་ཅན་ཡིན་པ་དེ་ཚོའི་ཚོ་ཆུང་རེད་ག་རེ་ཟེར་བ་ན་ཁོ་རང་གི་གོ་ཚད་དང་གོ་གནས་ཀྱི་ཆེད་དུ་ཁོ་རང་གི་ཡིད་ཡོང་ངོ་མ་ཐབས་སྒྲུག་བྱེད་པ་མང་པོ་ཞིག་གི་སེམས་ནས་མང་པོ་ཞིག་གིས་ཚོ་ཁོ་རང་ལ་ཅུ་ནི་གོས་བདུག་པོ་སྣ་ཅུ་ཤི་ཆེན་པོ་ཅུ་བཏང་ཡོང་རོགས་པ་དེ་ཚང་མ་སོ་སོའི་གོ་གནས་ཀྱི་ཐོག་གཉིས་པ་དེ་ཁོ་རང་ཞི་ཡོང་ཆ་ནི་ག་ཡིན་པ་ཡིན་ནའང་ཞི་ཡོང་གི་གནས་ཚད་དང་པོ་ཞེ་དྲག་ཅིག་རེད་མི་འདུག་ག་རེ་ཟེར་བ་ན་ཁོ་རང་གི་སྐབས་དེའི་ལོ་ཐུག་ཡོང་ལོ་ཐུག།

ང་རང་གི་གོ་ཐིག་འདྲ་དེ་ལ་ཡ་ནི་ཆུ་སྟོང་གིས་མ་བཙོ་སྟོང་བྱས་ཏེ་སོ་སིའི་རྒྱ་མི་རིགས་ལ་ཡ་ཞེ་དགུ་ཡོད་པ། སོ་སིའི་རྒྱ་མི་རིགས་ཀྱི་རྒྱལ་ཁ་དེ་ལ་ལ་བརྒྱ་ཡོད་པ། ཧ་ཅང་གི་མི་ཕལྟ་བ་ཁྲ་པོ། ལྟ་བ་ཁྲ་དང་མི་ཁྲ་ཁྱོད་རང་ཀྱིས་ཤེས་པ་ཡིན་ནའི་ད་ང་ཚོ་གིས་ངོ་མ་རིག་གནས་གསར་བརྗེ་བྱས་ཏེ་དཀའ་ལས་ཡིན་ན། ད་ལྟ་མི་རྒས་རབས་པ་མང་པོ་གཅིག་ལ་ཡ་བཅོ་ཡ་ཡོད་རེད་ད་ལྟ་གུང་ཁྲན་ཏང་དཀའ་རིགས་ཆེན་པོ་ཡིན་ས་ནས་ཀྱིས་རྒྱལ་ཁ་བྱས་ཏེ་སོ་སོ་ཀྱིས་རང་སྲོག་བློས་བཏོན།